ནི་སྤྱིར་ན་འདུལ་བའི་གོ་དོན། ནི་དེ་དག་དང་འབྲེལ་ནས། ཞར་བྱུང་འགྲོ་སོ་སོགས་རང་ཉིད་ཀྱི། རྨོངས་འཆར་ཅི་འགའ་ཤས་ཆོས་བརྒྱུད་དང་བཅས། ས་བཅད་གསུམ་དུ་བསྡུས་ནས་ཞུ་བར་བྱ་བ་ལ། དང་པོ་དེ་ལ་ཡང་ནི་འཕགས་ཡུལ་དུ། སངས་རྒྱས་བསྟན་པ་འཕེལ་འགྲིབ་ཆོས་འབྱུང་བཤད་པ་ལ། དང་པོ། བདག་ཅག་གི་སྟོན་པ་གང་ཉིད་ནི། ཐེག་ཆེན་ཐུན་མོང་མ་ཡིན་པའི་ལུགས་ལྟར་ན། བསྐལ་པ་དཔག་ཏུ་མེད་པའི་ཁོང་ཁྲོ་ནས་མངོན་པར་བཟོ་བ་སངས་རྒྱས་ཟིན་ནའང།

ལོ་ངོ་བཅུ་གཉིས་ཙམ་གྱི་རིང་ལ། སྟེང་ཕག་དང། སྨན་བསྟན་འཛིན་གྱི་སྡེ་ལ་སྤྲིན་གྱི་ཆར་ཕྲ་མོ་ཙམ་ཀྱང་མ་གོ་བར་བཞུགས་མོད། དེའི་རྗེས་ཀྱི་ལོ་དེ་ལ། དགེ་སློང་ཟངས་ཆེན་ཞིག་བྱུང་ནས། ཁོང་གིས། འདས་མ་སོང་བ་ཞིག་ནས་འགོ་བཙུགས་ཏོ། ལོ་དེར་ནི་མི་དཀར་ཟས་ཀྱི་གང་ཟག་རེ་ཟུང་གིས་ཚུལ་དང་མི་མཐུན་པའི་སྒོ་གསུམ་གྱི་བྱ་སྤྱོད་འགའ་རེ་ལ་བརྟེན་ནས། ཕྱི་རོལ་པ་རྣམས་ཀྱི་དོན་དུ། དགའ་གྲོགས་རྣམ་གསུམ་གྱིས་བསླབ་བྱ་བྱིན་རྣམས་སྤྱོད་པར་མཛད། མཐར། བློ་ཆུང་རྣམས་ཆུ་ལ་བསྐུར་བའི་ཆེད་དུ། རྩྭ་ཤོག་དྲུང་དུ་དགུན་པ་ཉི་ལྔ་ལན་གདའ་བར་བཞེངས་ནས། ནད་གདོན་འབུ་སྲུང་བྱིན་པ་ལ།

ངའི་སྟོན་པ་ཆོས་འཁོར་བྲག་གཞོང་པ་དུ་མ་དང་བཅས་ཉིན་གླེང་འདེབས་པའི་ཕྱི་ལོར། བཀའ་བསྡུར་དང་པོ་བྱུང་སྟེ། དེ་ཡང་གང་འདྲ་ཟེར་ན། དང་པོ། ལྷ་རྣམས་ཀྱིས། སྔོན་བཅོམ་ལྡན་འདས་དང། དགེ་སློང་དབང་ཡོད་པ་དག་ཀྱང་བསྡད་པས། སྔོན་བཅོམ་ལྡན་འདས་ཀྱིས་མདོ་སྡེ་དང། འདུལ་བ་དང། མ་མོ་དེ་དག་མི་སྒྲོག་གོ་ཞེས་འཕྱ་བར་བྱེད། འཕྱ་བར་བྱེད་པ་ཟེར་བ་དང། མ་འོངས་པའི་དུས་ཀྱི་དགེ་སློང་རྣམས་བརྗེད་ངས་བྱ་བ། སོགས་ཀྱི་ཚིག་དོན་རྫུན་པར་མི་གནོད་པ་ལ་ཕན་གདགས་ཤིང་བསྟན་པ་རིན་པོ་ཆེ་ཡིན་ཡོད་དུ་གནས་པར་བྱ་བའི་ཕྱིར།

ཆོས་མིན་གྱི་ལས་བྱས་ཤིང། ས་གཅིག་སྡིག་གིས་འགལ་སྤྱོད་རུང་བའི་ཉེས་པ་མེད་པ་ཡིན་ཡིན་ཞེས་ཁྱིམ་པ་བཞིན་དུ། ས་ག་བ་ལ་སོགས་པ་རུང་བ་མ་ཡིན་པའི་གཞི་བཅུ་སྤྱད་དེ། འདི་ནི་ཆུ་ཡིན། དུ་བ་ཡིན། སྟོན་པའི་དྲི་མ་ཡིན་ནོ་ཞེས་བསྒྲགས་པ་དེ་དག་སུན་དབྱུང་ཞིང། སྟོན་པའི་དྲི་མ་གསོ་བར་བྱ་བའི་ཆེད་དུ། གནས་ཡངས་པ་ཅན་གྱི། ཀུ་སྨ་པུ་རའི་གཙུག་ལག་ཁང་དུ། གནས་དགྲ་བྱོན་པ། ལྔ་བརྒྱ། བདུན་བརྒྱ་སྐོར་ཞིག་གིས། རུང་བ་མ་ཡིན་པའི་གཞི་བཅུ་པོ་དེ་དག་ནི་འདུ་བདེ་ལ་མི་འཇུག། འདུ་བ་ལ་མི་སྣང་སྙོན་མི་འཇུག་གནས་དང་འགལ་བར་ལྡན་པའི་སྒོ་ནས་བཀག་རྡོ་གཉིས་པར་ཟད། དེ་ནས་དེས་ལོ་ཁ་ཤས་རྗེས་ལ་ཡང་རང་གི་ཕ་མ་གཉིས་དང་དགྲ་བཅོམ་པ་སེར་པ་ཚང་མའི་གསུང་གི་ལས་ངན་བསགས་པ། ལྷ་ཆེན་པོ་ཞེས་པ་ཞིག་གིས་སངས་རྒྱས་ཀྱི་བསྟན་པ་དང་མི་མཐུན་པའི་ཆོ་ལོ་མང་དུ་སྤེལ་ནས། ཉེ་དུ་རྩ་བའི་སྡེ་པ་བཞི་པོ་དེ་དག་ཀྱང་སྤྲུལ་སྐུ་རྒྱལ་དུ་གྱུར་པ་སོགས། བསྟན་པ་དངོས་ལ་རྨ་བྱིན་པའི་སྐབས་དེར། ནི་དགྲ་བཅོམ་པ་ལྔ་བརྒྱ་བྱང་ཆུབ་སེམས་དཔའ་ལྔ་བརྒྱ་སོགས་ཀྱིས་ནི་མཆོད་ལ་འདི་རེ། དགོན་པ་ཀུ་ས་ན་ཞེས་བྱ་བའི་གཙུག་ལག་ཁང་དུ། འདུལ་བ་ཐམས་ཅད་ཡི་གེར་འཁོད། རྡོ་བརྡལ་དང་མངོན་པ་ལྔ་རུ་ཡི་གེར་མི་འཁོད་པ་རྣམས་ཀྱང་དེ་དུས་ཡི་གེར་བཀོད་པ་བཅས་ཀྱི་བཀའ་བསྡུ་གསུམ་པ། བཀའ་བསྡུ་གསུམ་པ་དུ་བྱས་ནས་མཛད་པ་རེད། དེའི་རྗེས་ལ་སངས་རྒྱས་བསྟན་པ་ལ་སྒྲ་ལན་གསུམ་བྱུང་བ་སོགས་མདོར་ན་ཕ་ཡུལ་དུ་སྤྱིར་སངས་རྒྱས་བསྟན་པ་དང་སྒོས་སུ་འདུལ་བའི་བསྟན་པ་འཕེལ་རིགས་བྱུང་སོགས་མང་དུ་ཡོད་ཀྱང། ད་ལན་དགའ་བསུ་འབབ་པ་ཞུ་ཕྱོགས་དེ་ཙམ་ཡིན་ལ། བོད་གངས་ཅན་ལྗོངས་སུ་གཙོ་བོ་སྡུག་ལྡན་འཕེལ་རིམ་བྱུང་སྐོར་རགས་ཙམ་ཞུས་ན། དེ་ཡང་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་བྱོན་དུ་གྱུར་པ་བོད་གངས་ཅན་ལྗོངས་ཞེས་པའི་ས་ཡི་ཤར་ཤེས་སོགས་ལ་རྒྱ་གར་གྱི་རྒྱལ་རྒྱུད་ཞིག་ཡིན་པ་རྒྱལ་པོའི་ཐོག་མ་གཉའ་ཁྲི་བཙུན་པ་ནས་རིམ་པར་གནམ་ལ་ཁྲི་བདུན་ས་ལ་ལེགས་དྲུག་བར་གྱི་སྡེ་བརྒྱད་རྣམས་རིམ་གྱིས་བྱུང་ཞིང། བཙན་ལྔ་བྱུང་བའི་ཐ་མ་ལྷ་ཐོ་ཐོ་རི་གཉན་སེང་གི་སྐུ་རིང་ལ་དམ་པའི་ཆོས་ཀྱི་དབུ་བརྙེས། རྒྱལ་རབས་ལྔ་ན་སྲོང་བཙན་སྒམ་པོ་བྱུང་བའི་དུས་སུ། ལྷ་མོ་དྲི་མ་མེད་པའི་འོད་ཀྱིས་ཞུས་པ་ལས་ངའང་ཉེ་ངན་ལས་འདས་ནས། ལོ་ཉིས་སྟོང་དང་ལྔ་བརྒྱ་འདས་པའི་འོག་ཏུ་གདོང་མ་བྱིང་གི་ཡུལ་དུ་དམ་པའི་ཆོས་འབྱུང་ངོ་ཞེས་ལུང་བསྟན་པ་དང་འཚམ་པར་དམ་པའི་ཆོས་ཀྱི་སྲོག་བསྟོད། ལོ་ཙཱ་བ། ཐུ་མི་གསུམ་པོ་རིགས་ཀྱི་ཀུན་སྤྱོད་ཕྲན་ལ་སོགས་པའི་ཆོས་མང་དུ་བསྒྱུར། ནི་ཁྱད་པར་དུ་ཡུལ་ལུང་དེ་དང་དེ་ལ་སངས་རྒྱས་བསྟན་པ་གནས་མེད་ཀྱི་ཚད་དེ། སོ་ཐར་གྱི་བསླབ་པའམ། དམ་ཆོས་བསྡུ་བའི་ཕྱག་བྱ་ཡོད་མེད་ལ་རག་ལས་པར་གསུངས། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུའི་དུས་ལ། ཕ་ཡུལ་ནས་མཁན་ཆེན་ཤཱནྟ་རིགས་བཞི་དང་བོད་ལ་སྤྱན་དྲངས་ནས། ཁོང་གིས་སྦག་ས་སྣང་དང་ཁོད་ནུར་མ་སོགས་སྙན་པར་བཟོ་བར་གཟས་ནས་ཕྱིས་སུ་ཁོང་རྣམས་ལ་སི་མི་མི་དོན་དུ་གྲགས་ལ། ཁོང་རྣམས་ནི་བོད་རིགས་ཀྱི་རབ་ཏུ་བྱུང་བ་ཐོག་མ་ཡིན་པར་གསུངས། དེ་ནས་རྒྱལ་པོ་དེ་གིས་བོད་འབངས་སུམ་བརྒྱ་ཙམ་ཞིག་རབ་ཏུ་བྱུང་ལ། དེ་དག་ལ་རྗེ་འབངས་ཐམས་ཅད་ཀྱིས་ཕྱག་མཆོད་བཀུར་སྟི་བྱ་དགོས་པའི་ཆོས་ཀྱི་བཀའ་དྲིན་ཆེན་པོ་ཡང་བཅས་པ་སོགས་དར་མས་བསྟན་པ་མ་ནུབ་བར་དུ། སངས་རྒྱས་བསྟན་པ་ཉི་མ་ཤར་བ་ལྟར་མཛད་པ་དག་ལ་བསྟན་པ་སྔ་དར་ཞེས་སུ་གྲགས། བསྟན་པ་ཕྱི་དར་སྐབས། དུས་དེར། ཕྱི་ཐ་མ་འུ་དུམ་ཚེ་ནི་ཐུགས་ལ་གདུང་གིས་ཟིན་པས། ཆུ་སྐྱར་དཀྲོངས་ནས། སངས་རྒྱས་ཀྱི་བསྟན་པ་རྨ་མེད་དུ་བཅོམ། རབ་ཏུ་བྱུང་བ་རྣམས་ཁྱིམ་སར་ཕབ་པས་དགེ་འདུན་བཙུན་མོའི་མིང་ཡང་མི་གྲགས་པ་སོགས་ཀྱི་སྐབས་དེར། བསྟན་པ་སྔ་དར་དུས་ཀྱི་མཁས་པ་མི་གསུམ་སྟེ། མར་ཤཱཀྱ་མུ་ནེ། གཡོག་དགེ་གཞུང་གཙང་རབ་གསར་གསུམ་གྱིས་བསྡུར་བ་དྲེགས་སྐྱབས་གསུམ་ཀ་ནས་མདོ་སྨད་དེ་འདི་གཞན་གྱི། མདོ་སྨད་དེ་འདི་གཞན་གྱི། ཡང་ཀུན་ཏུ་བཞུགས་ཏེ་བསྒྲུབ་སྐབས།

ཕ་ཡུལ་གྱི་སློབ་དཔོན་ཆེན་མོ་ཟླ་ནག་ཞིག་ལ་དང་འཇིགས་སྣང་མི་བདེ་རེ་གཉིས་ལས། ཅོག་རོ་ཀླུ་ཡི་གིང་སེང་གི་སེམས་དེ་རྒྱུ་ཞིག་གི་སྟེང་ལ་ཕབ། དེ་དེ་ལས་རྨ་ཡུལ་ཚང་གསུམ་གྱི་ཤུལ། ཁོང་རྣམས་ཀྱིས། སློབ་མའི་ཚུལ་ཁྲིམས་ཤེས་རབ་ལ། དེ་སུས་བསྡུས་བྱས་མཁས་ཙམ་ལ་བཤད། ཡང་འཇིག་རྟེན་གཉིས་ལས། ཤཱཀྱ་སེ་ན་དང་དར་མ་པ་ལ་ཀླུའི་ལོ་ཙཱ་སྐྱོང་འདུལ་སེམས་གཉིས། དེ་གཉིས་ལས་སུས་ཀྱིས་བསྡུས་ཏེ། དེ་ནི་སྟོད་སྨད་ཀྱི་ཤེས་ཀྱི་གཉིས་གཅིག་ཏུ་སྒྲིལ་པ་དེ་ནི་སུས་ཀྱིས་བུ་ཤེར་གྲགས་པ། འདི་ནི་ཁོང་རྣམས་ལས། ཆེས་ཚོར་སྣང་བ་ཆེན་པོའི་རྣ་ལམ་དུ་ཡོན་ཏན་དབུ་ལས་ལྡོག་ས་སེམས། འདི་ནི་བསྡུ་བའི་རྣམ་གཞག་ཆེན་མོ་ཉི་མའི་དབུས་སུ་སྲོག་བརྩམས་ཏེ་འདོད་དོན་ཞེས་བཞིན་སུ་བླང། འདི་ནི་ཁྱི་ལྟར་བོར་བ་མང་དུ་གྱོན་པའི་ཤི་གིན་བསོད་ནམས་གྲགས་པ་ལས་བུ་སྟོན་གྱི་སེམས། འདི་ནི་ཁ་ཆེ་པན་ཆེན་གྱི་ས་བོན་ལ་རྩ་བའི་ཤི་གིན་ཆུ་བོ་གཅིག་འདྲེས་སུ་གྱུར་པ་འདི་ཉིད་ལས། ཁྱེད་སུ་གཉིས་ལྡན་གྱི་གུས་པ་བར་མ་ཆད་པ་བྱོན་པས། ཁྱེད་སུ་གསུམ་གསུམ་གྱི་སྒོ་ནས་བསྡུ་བའི་བདེན་པ་ད་ལྟའི་བར་རྒྱ་ཆེ་བའི་བར་ཟས་དང་ཟས་གཞན་པ་ང་ཚོ་མཐོང་ཆོས་སུ་གྱུར་པ་འདི་ལྟར་བཀླགས་ཤིང། ཁོ་བོ་རང་གི་རྨོངས་ཕྱོགས་ལ་ཡང། སྡོམ་སྐྱོན་དང། ཤེས་སྐྱོན་ཟེར་བ་རྣམས་ནི། ཐ་སྙད་ལྡོག་དང་མ་འདྲ་བའི་འོས་འཚམས་རེད་མ་གཏོགས། གཙོ་བོ་ཆུ་མགོ་ཀུན་ལ་ཐུག་པའི་དཔེ་ལྟར། བདག་ཅག་གི་སྟོན་པ་ཉིད་དང་དེའི་སྲས་ཤཱ་རིའི་བར་ལ་སོགས་པར་བརྒྱུད་ནས་བྱུང་བའི་བརྒྱུད་པ་དེ་དག། གཅིག་པ་ཡིན་པས་གང་ལྟར་དུ་ཉམས་སུ་བསྟར་ཡང་ཁེགས་པ་མེད་པར་སེམས། ནས་གསལ་བྱེད་གཉིས་པ། སྤྱིར། འདུལ་བ་ཞེས་པའི་མགོ་དོན། ལ་ལྡོག་ཙམ་ཞུ་ན། དེ་ཡང་ཐེག་པ་བཅོ་ལྔ་མི་མངའ་གི་མདོ་ལས། དུ་བ་ནི་དེ་བཞིན་གཤེགས་པའི་གཉིས་སུ་གསུངས་ཏེ། གཉིས་གང་ཞེ་ན་ལྟུང་བ་དུ་བ་དང་ཉོན་མོངས་པ་དུ་བའོ། ཞེས་དང། ནི་ལྟུང་བ་ཞེས་བྱ་བ་ནི་ཡོངས་རྫོགས་ཐུབ་པའི་རྩ་བ་ལས་བྱུང་བ། སུ་ཅན་མ་ཡིན་པའི་རྩ་བ་ལས་བྱུང་བ་ཕྱིས་འབྱོར་ལུགས་ཀྱི་རྩ་བ་ལས་བྱུང་བའོ། ཞེས་སོགས་དང། དེ་ལ་ལྟུང་བ་དུ་བ་གང་ཞེ་ན། ཐེ་ཚོམ་མེད་པ་ལ་རོ་ན་ནུས་པའི་འབྱུང་བ་སྟེ་ལྟུང་བ་ནི་ཡུལ་ན་མི་གནས་པ་ཕྱོགས་ན་མི་གནས་པའོ་ཞེས་གསུངས་པ་ལྟར། ད་ལན་ཁ་ཚ་བ་བར་སྟོང་བར་དུ་བ་ན་འདྲེས་ནས། ཅུང་ཙམ་ཞོག་ན། དང་པོ་ལྟུང་བ་མཚམས་ཀྱི་ཚེ་ནི་ནི། ཁྱོད་ཀྱིས་འཚོ་སྣང་བས། སངས་རྒྱས་ཀྱི་སྤྱད་པ་ཚེ་ཉེས་པ་ལས་འདས་པའི་ཆ་ནས་ཁ་ན་མ་ཐོ་བ་སྐྱེར་བའོ། ཞེས་གསུངས་པ་ལྟར། ཚུལ་བྱུང་མ་ཡིན་པའི་ཡིད་བྱེད་ཀྱི་ཀུན་ནས་ལངས་པའི་ལུས་ངག་གི་ལས་ཀྱི་ངོ་བོ་གྲུབ་པ་ཞིག་ཡིན་ལ། དེ་ལ་དབྱེ་ན། ཕམ་པ་དང། དགེ་འདུན་ལྷག་མ་ལྟུང་བྱེད་སྲོག་ཆགས་ཉེས་བྱས་དང་བཅས། བྱིས་པ་ཆེ་ཆུང་ལ་ལྟོས་ནས་འདུག་ལྟུང་བ་དེ་སྔར་དྲངས་ཡོད་པར་སོང། ཐེངས་དེ་དག་གི་གུས་པའི་གང་ཟག་དེ་ལ་ནི་བདག་མེད་པ་དང་གཞན་ལྷག་དང་སྟོན་པས་མེད་པ་སོགས་ཚུལ་ཁྲིམས་ཉམས་པའི་ཉེས་དམིགས་བཅུ་བཟུང་ཞིང། ཡང་སྲུང་སྡོམ་ཚུལ་བཞིན་དུ་བྱེད་པ་ལ་ནི་འགལ་བ་མེད་པར་སྔོན་དུ་འགྲོ་བའི་རིམ་གྱིས་ཉེས་འགལ་ལས་ལྡོག་པ་ཐོབ་པར་འགྱུར་བ་སོགས་ཕན་ཡོན་ཡང་བཅུ་ཡོད་པར་སོང། ས་བཅུ་གསུམ་པ། ང་རང་གི་བསམ་ཚུལ་ཐོག་སོམས་ཞུ་བ་ཡིན་ན།

དེ་ཡང། ཉེ་གནས་དད་པ་ཆེན་པོ་དེ་ལས་ཀྱང། ཚུལ་ཁྲིམས་ནི་དགེ་བའི་ཆོས་ཐམས་ཅད་ཀྱི་མཐུན་སྐལ་སོ། ཞེས་དང། ཚུལ་ཁྲིམས་ཞི་གནས་ཀྱི་རྒྱུར་མེད་མི་རུང་དང། ཞི་གནས་ལྷག་མཐོང་གི་རྒྱུར་མེད་མི་རུང་དང། ལྷག་མཐོང། སྤང་བྱའི་སྲིད་པའི་སྤོང་བྱེད་ཀྱི་གཉེན་པོར་མེད་མི་རུང་དུ་བྱེད་པར་འགྱུར། ཞེས་གསུངས་པ་ལྟར། འདུལ་བ་འཛིན་པ་དེས་ང་སོའི་ལྟ་སོ་སོ་རང་ཉིད་ཀྱི་སྒེར་གྱི། ཉམས་ལེན་གྱི་མི་དང་མི་བའི་རྨང་གཞི་ཡང་ཆགས་ཀྱི་ཡོད་རེད། ནས་འདུལ་རབས་འདི་ཚོ་ཏག་ཏག་གསུང་བ་ཡིན་ན། ང་རང་ཚོ་ལ་ལྷ་རྣམས་ཀྱི་གསུང་སྐྱོབ་པ་དང། དེ་ག་ནང་བཞིན་སྡེ་སྣོད་སུམ་ཅུར་ཟིན་པའི་བཙུན་པ་དགེ་སློང་ཚེ་དང་ལྡན་པའི་མིང་ཡང་ཐོགས་པར་མ་ཟད། སྤྱིར་བཏང་གི་མི་ཚེ་འཚོ་སྟངས་དེ་ང་རང་ཚོ་མིའི་ཡང་ཡ་རབས་གསོ་བ་དང། མི་གཞན་གྱི་མི་དཔེ་ལྟ་ས་ཡང་ཆགས་ཀྱི་ཡོད་རེད། སྤྱོད་ལམ་དེ་འདྲའི་སྒོ་ནས་ང་རང་ཚོས་ལས་ཀ་ག་འདྲས་ཅིག་བྱས་ན་ཡང་ཁྱོད་ནི་ངོ་ཚ་མ་དགོས་པ། རྒྱུ་མཚན་ག་རེ་ཟེར་ན་འདུལ་བའི་སྤྱོད་ལམ་འདི། སངས་རྒྱས་བཅོམ་ལྡན་འདས་ཁོང་རང་གིས་རྣམ་པར་དག་པའི་སྤྱོད་ལམ་དང་ཏག་ཏག་མཐུན་གྱི། སྤྱོད་ལམ་དེའང་ནི་ཆོས་ཀྱི་མཆོག་ཏུ་གྲུབ་པར་གསུངས་སང། ནི་ང་ཚོ་ལས་ཀ་དང་བསམ་པ་དང་ལས་ཀ་ཚང་མ། ནི་ཆོས་རང་དང་ཆོས་ཁོ་ན་ལ་འཇུག་ཐུབ་པའི་སྒོ་ནས་ང་ཚོས་ཉམས་ལེན་ཡང་བཏབ་འདུག་བཟོ་རྒྱུ་རེད།

དང་པོ་ངས་བལྟས་ན། གལ་སྲིད། གྲྭ་པས་མི་ཚེ་འདས་པའི་དཀའ་ལས་ཁ་བོ་བོ་དང། ལྕགས་གསུམ་པོ་དེ་འདྲ་ཉིད་དུ་མཐོང་རྒྱུ་ཡོད་ན། ངའི་ཕ་ཆེར་གྲྭ་པ་མ་ཆགས་ན་ཡག་ས་རེད། གང་ཡིན་ཟེར་ན་གལ་སྲིད། གལ་སྲིད་ཁམས་གསུམ་ཁོ་བོ་ལ་འདི་ག་སྐྱིད་པོ་བཏང་འདོད་ཡོད་ན། མི་ཚེ་དེ་འདྲའི་ཆུ་གི་ཙོག་སྙེ་ནས་ཕན་ཐོགས་ཀྱི་མ་རེད། འདུལ་བའི་ལམ་དེ་ང་རང་ཚོ་ཁམས་གསུམ་ཧོར་བ་ལ་སྐྱིན་ཆེ། སེ་བ་ལགས་སོགས་བ་ཚང་མའི་ལྡོག་ཕྱོགས་སུ་གྱུར་ཡོད་པ་རེད། དེ་ཡིན་གཉེན་པོ་ཆགས་བསྡད་ཡོད་རེད། ང་ལྡོག། ང་ལྡོག་དེ་ངེད་ཚང་གི་རྒྱལ་པོ་ལས། གང་ལའང་བསླབ་པའི་ནན་ཏན་མེད་པ་རྣམས་དེ་དག་གིས་ཀྱང་ཅི་ཕྱིར་རྒོལ་བ་དྲེགས། ཞེས་གསུངས་པ་ལྟར། ང་ཚོས་ཁས་བླངས་པའི་བསླབ་པ་དེ་ཚོ་གཅེས་སྤྲས་མ་བྱས་ན། གནས་དེ་གར། སྐྲ་བྲེགས་པ་དང་དྲག་སྤྱོད་སྒོམ་པ་ཙམ་མ་གཏོགས། གདོད་མ་སྲུང་བའི་ཕན་ཡོན་ཐོས་བསོད་ཅི་གང་འབྱུང་མ་རེད། ངས་ང་ཚོ་ད་དུས་རབས་འདི་ཚོ་ཏག་ཏག་ཚུལ་བཞིན་དུ་སོང་བ་ཡིན་ན། སྣེ་ཁྲིམས་རེ་རེས་དགག་བྱ་ཡང་དགག་ལ་དགག་བྱ་དེ་དག་དང་འབྲེལ་བའི་ཉོན་མོངས་འདི་ཚོ་ཡང་རང་གི་རྒྱུད་ལ་སྐལ་བ་འགོག་པ་ལ་ཕན་ཐོགས་ཀྱི་ཡོད་རེད། ལོ་དེ་འདྲ་ཡིན་མ་སོང་ཙང་ད་དུས་རབས་འདི་ཚོ། ཁ་ར་ས་ད་དཀའ་ལས་ཕ་བོ་དང་ལྕགས་སམ་པོ་དེ་འདི་ནས་ཉོ་དང་མ་བལྟས་པ་བྱས། ད་དུང་དེ་ལས་ལྡོག་སྟེ་ང་རང་ཚོ་ལ་སྲུང་སྐྱོབ་བྱེད་མཁན་དང། ལམ་གྱི་གྲོགས་ཉིད་དུ་བཏགས་ཐུབ་ན་ཕན་ཐོགས་ས་རེད་བསམ་གྱི་འདུག།

གསང་སྔགས་ལ་ཞུགས་ནས་ཀྱང། སོ་ཐར་གྱི་ཚུལ་ཁྲིམས་དང་བཅས་ཁྲིགས་སུ་བྱེད་པ། ཞེས་དང། རྩ་བ་དང། དངོས་གྲུབ་དང། སྔགས་སྒྲུབ་པའི་རྒྱུ་གཙོ་བོར་གསུངས། དེར་མ་ཟད། དེའི་ཚེ་རབ་བྱུང་ཚེ་མཐའ་འདོན་པ། ཞིག་ཡིན་ན། དེའི་ཚེ་འདི་ན་ལ། ད་ལྟ་ཐུགས་ཀྱི་འབྲས་བུ་ཐོབ་མ་ཐུབ་ན་ཡང་གང་ལྟར་སྐྱེ་བ་ཕྱི་མ་ལ། ལུས་རྟེན་བཟང་པོ་ཐུགས་རྗེ་ཡིན་པ་ངེས་ཚད་རེད། ཡིན་ན་དེ་ཚེ་མི་མཇེད་ཡན་ན། ཡིན་ཞེ་ན་དེ་ནི་རྟགས་སྐྱེ་བོ་ཕྱི་མ་ལ་ག་བར་འགྲོ་མ་འགྲོ་ངེས་པ་གཏན་ནས་མེད། དེར་མ་ཟད། སྔགས་འདིས་ཉམས་ལེགས་པོ་བྱས་མ་ཤེས་ན་ད་དུང་དམྱལ་བ་ལ་མ་ལྷུང་ཡང་ཡོད་རོ། ལོ་དེ་ནས་མ་སོང་ཙང། ད་དགེ་སློང་སེང་གེ་འདི། སུམ་སྟོན་བདུད་ཅུ་ཟིན་པ་ཡིན་མཆོག་ཏུ། སངས་རྒྱས་བསྟན་མཆོག་ཏུ་གྱུར་པར་ཆགས་ཀྱི་ཡོད་རེད།

དེ་ནས་མ་སོང་ཙང་ད་ང་ཚོ་ཚང་མས་ད་ཁྱིམ་པའི་ཆ་ལུགས་དང་འདྲ་བ་ཙམ་མ་ཡིན་པར་ཁྱིམ་པའི་སྤྱོད་ལམ་ཡང་དཔུང་སྒྱུར་འབུད་བརྩོན་བྱེད་པ་དང། ང་རང་ཚོས་ལས་ཀ་ག་འདྲས་ཅིག་བྱས་ན་ཡང་ཡང་དང་ཡང་དུ་སོ་སོ་རང་ཉིད་ལ་སུན་སྣོག་དེ་འདྲས་ཅིག་གཏོང་ཐུབ་ན། ད་ང་རང་གི་བྱེད་སྟངས་དེ་དངོས་གནས་ཐག་མ་ཆོད་པའི་འོས་སུ་ཆུད་པ་རེད་འདོད། ཆགས་ཆགས་པའི་འོས་སུ་ཆུད་པ་རེད་འདོད། ཨོ་དེ་འདྲས་བསམ་བློ་བཏང་ནས། དྲན་པ་དང་ཤེས་བྱས་ནམ་ཡང་མ་བརྗེད་པ་བྱས་ནས། ང་ཚོ་ཚང་མས་འདུལ་བའི་སྤྱོད་ལམ་ལ་དགའ་ཞིང་སྤྲོ་བས་འཇུག་ཐུབ་པའི་རེ་བ་ཞུ་གི་ཡོད། དེ་ལྟར་དུད་ཚང་དེ་ལ་ཆོས་སྤྱོད་བྱེད་པའི་དགེ་བའི་རྩ་བ་ལ་བརྟེན་ནས། སྤྱིར་ཕན་བདེ་བྱུང་ན་དགེ་བའི་བསྟན་པ་རིན་པོ་ཆེ་ཡུན་དུ་གནས་པ་དང། དད་ཟིན་གྱི་སྐྱེ་མཆེད་དམ་མ་རྣམས། སྐུ་ཚེ་རིང་ཞིང་སྲིད་ཁྲེས་འཕེལ་བ། དེ་དག་གི་མཐུ་དང་ནུས་པ་ལ་བརྟེན་ནས་སེམས་ཅན་ཐམས་ཅད་མྱུར་དུ་ཐར་པ་དང་ཐུགས་རྗེ་ཆེ་བའི་གོ་འཕང་ཐོབ་པའི་ཕྱིར་དུ་བསྔོ་བ་ལྟ་བུ་རྣམས་སྣེ་གཅིག་ཏུ་གནང་བ་ཞུ།